ཨ་ནི་ང་ཡི་སྙིང་གུ་ཁ་ལ་ས་ཚ་ཟིན་ར། ཨ་ནི་ད་དེ་རིང་གི་རེས་གཟའ་ལྷག་པ། ཆེ་ཨ་ནི་ངས་སྔ་རྒྱུན་བཞིན་ཤ་རེས་གཟའ་ལྷག་པའི་བརྙན་ཐུང་འདི་ཟོས་ད་ཟོས་བསྡད་ཡོད། ཨ་ནི་འདི་སྙམ་དུ་ད་དེ་རིང་ང་ག་རེ་ག་རེ་ག་རེ་དུ་ལག་བ་བསམ་སྲིད་ལ་ན། ད་ཁ་སིང་ནས་ངས་བརྙན་ཐུང་ཟོས་འགོ་བཙུགས་ནས་ཇེ་ད་ལྟ་བར་དུ་ད་ངས་བརྙན་ཐུང་ཚང་མ་ལོག་བསྡད། ཕྱི་ལུགས་འགྲོ་འགྱུར་དྲུག་དང། ཉོབ་ཆུ་རྒྱལ་འགྱུར་དྲུག་དང། ལྕེ་ལ་ཉོན་འགྱུར་ཁ་ཆེ་དྲུག་དང། འདི་སྐད་ཉར་ཡོད། འོ་འདི་ཕྱི་ད་ཐེངས་ང། འདི། མ་ལྷོད་ལྷོད་བྱས་ཏེ་སྐད་ཅིག་འགྲོ་ཤེས་ཀྱི་ཅིག་བྱེད་གོ། ཟོག་བ་གྲུབ་བསམ། ད་ལྟ་བར་དུ་ཚ་མོ་ལོ་ཨེ་འདྲས་འགྲོ་རྐྱང་རྐྱང་མ་འདུག་མ་ལྷོད་ལྷོད་བྱས་ཏེ་ཅིག་བཟོས་འགྲོ་ར་ཡོད་མ་ར་འོ་འདི་ཕྱི།

ཆེ་གོ་རེ་ལ་ཇི་ར་ནུས་འོ་དེའི་གོ་ལ་ལ་གོ་སམ་སི་ར་ཨ་ཉིན་དུ་དེ་གོ་ནས་འཇུག་པ་དུ་སི་ར་ན་ལ་འགྲོ་ཆེ་ལ་ཆེ་གོ་ར་ད་ང་ད་ད་ཁ་ན་ལ་འགྱིག་ཇི་རི་ས་དེ་ར་ཅུང་ངམ་ཁ་ལ་ན་ད་ར་ཤོག་པ་སོ་གཙང་མ་སོག་ར་ར་ངའི་སོ་ན་གི་ད་མི་འདུག་ད་གཙང་མ་སོག་ག་འགྲོ་འགྱོ་དེ་ཁོ་ཚོ་ཚང་མ་ཨེ་འདྲེ་སོ་ཚང་མ་ལོ་ཡར་འགྲུས་ར་ང་ན་སོ་ན་ཉེ་འགྲུབ་ཆེ་དུ་ཆེ་ཚང་ད་ངས་ག་ར་ཤེས་གོ་སམ་སི་ར་ག་རེ་བཤད་དགོས་སམ་ད་ང་རང་ལ་རག་གདངས་བྱོས་རའོ་དེ་ག་རེ་ཟ་ཡོད་མེད་ད་འདི་སྙམ་དུ་གལ་ཆེན་པོ་ག་རེ་ག་རེ་ཡིན་མིན་སྐོར་ལ་བཤད་ཡིན་ར་ད་དང་པོ་དང་པོ་དེ་ད་སོ་སོ་མོ་འདྲེན་ལག་འཁྱེར་དེ་གླིང་དུ་འཛོམས་པ་ད་ཚང་མ་ལོ་ཡང་མེད་ན་སོ་སོ་གི་ལས་ཀ་ལ་འགྲོ་ཡ་དོན་དག་འགྲོ་ད་ཐག་རིང་པོ་ལས་ཀ་ལ་ཐག་རིང་པོ་འགྲོ་ད་ཡང་ང་འདྲ་བ་ཡིན་ན་སྔོན་མ་དང་པོ་དང་པོ་མོ་འདྲེན་ལག་འཁྱེར་གླེན་ཡས་ཀྱི་འདོད་པ་འདི་ག་འདྲའི་ཀླད་ཟེར་ལབ་ན་ཡང་ངའི་བུ་མོ་ཆུང་མ་སྔོན་མ་དང་པོ་བུ་ཆུའི་ཁ་ན་འགྲོ་ས་དེ་སི་ཐག་རིང་པོ་ར། ཕལ་ཆེན་ང་ཁྱོད་ཚོའི་ཅི་སི་མ་སིན་སི་ཐག་འགྲོ་གི་ཡོད་ད་ཡ་མ་ནའོ་འདི་དུས་ལྷག་པར་དུ་སྤྱི་ཟླ་བཅུ་པ་བཅུ་གཅིག་གི་གནམ་གཤིས་འདི་ཡིན་ན་འདི་ལ་ལྷག་པོ་རྒྱབ་ཨེ་ཆ་བོ་མང་པོ་རྒྱབ་བྱེད་དུས་ཙམ་པ་ཨེ་ན་ནས་ཨེ་འདྲས་འགྲོ་དགོས་དུས་ཙམ་པ་ཡང་སོ་སོ་ལ་དཀའ་ཉེ་འདུག་ཨ་འོ་དེ་ཕྱིན་ཆད་འདི་བྱས་ལ་ངའི་བསམ་ས་ད་མོ་འདྲའི་ལག་འཁྱེར་འདི་ཡོད་པ་ཡིན་ན་ཡང་ཨ་ནི་པུའུ་སྐྱེས་དགའ་སྤྲོའི་དོད་དུ་དཔེ་བཏབ་བདེ་བོ་ཆགས་ས་རེད་བསམ་ད་ངས་དེ་དུས་ནས་དངོས་གནས་ཀྱི་ཁ་ལོ་བོར་ད་སོ་སོ་ཤུགས་རྒྱབ་ཡོད་འགྲོ་བྱས་དེ་ནས་འགོ་བཙུགས་ཡིན་འདྲ་དེ་དུས་ད་ང་སྤུ་གུ་ལྟ་དེ་དུས་བསམ་པ་ལ་སྤུ་གུ་ངའི་བུ་མོ་བུ་ཆུང་གང་སྐྱེས་ཨ་དེ་ནས་ང་ལས་ཀ་བྱས་བྱས་ད་ཕི་ཁེ་མོ་འདྲ་ཆང་ས་ཀྱི་སླབ་གྲ་ཅིག་ལ་འགྲོ་ཕི་ཁེ་དུས་ཚོད་ཏང་ཡིག་གི་དུས་ཚོད་དེ་ང་ལ་ཡོད་མ་རེད་ར་ཨ་ནི་འོ་དེ་དུས་ངས་གར་བྱས་ཡིན་ལ་ན་ད་ད་ང་ཚོའི་དེ་ལ་ད་ད་ད་ཧྥ་རན་སི་ནང་ལ་དེ་ཉིན་ཡིན་ན་ཚང་མ་ཧ་གོ་ར་ད་ད་ཀོ་ཏུ་ལ་གུ་ཏུ་ལ་ད་ལང་ག་གི་མོ་འབྲེལ་གྱི་རྟ་ཇི་ཡོད་ར་རྟ་བྱང་ཡས་ད་དང་པོ་གོམ་པ་དང་པོ་དེ་ད་འོ་དེ་བྱང་དགོས་ཡོད་ར་ཇི་ད་ཚང་མ་ལོ་འགྲོ་དང་གཅིག་པ་ཡིན་གྱི་ད་ང་ཚོ་དེ་ལ་འོ་དེ་བྱང་དགོས་དུས་ཙམ་པ་འོ་དེ་ད་ང་ཕི་གི་སླབ་གྲྭ་མོ་རེ་རང་ས་སླབ་གྲྭ་ལ་མ་འགྲོ་བྱས་འདི་ང་རང་གི་ཁ་པ་ནང་ལ་ཉོས་ཡིན་པ་ད་ད་ཀུན་ཏུ་ལ་ཀུན་ཏུ་སོ་སོའི་ལ་རྟོགས་ཁ་བ་ན་ཉོན་ར་འོ་འདི་ན་མ་ཉོན་འོ་འདི་ད་ནང་ང་ཅང་ས་ཀྱི་བྲ་ཚིག་འདི་ཨོག་ནི་ཀ་ལའི་དེ་རེད་ཡ་ནི་དུ་བ་ཤ་ཤ་བོ་ར་ཨོག་ནི་ཀ་ལའི་ང་ལ་ཡིན་ན་འདི་པེ་ཡ་བོ་ཕན་ཐོགས་སོ་འོ་འདི་ལ་དགོང་མོ་ཉི་ཤུ་རྩ་དགུ་སྤྲད་བོ་རེད་དགོང་མོ་ཉི་ཤུ་རྩ་དགུ་ཡིན་བསམ་སེམས་ཡིན་ནོ་མ་ན་དགོང་མོ་ཉི་ཤུ་རྩ་དགུ་སྤྲད་ར་འོ་འདི་བོད་རིགས་ཡག་ཤོས་འདི་གར་འདུག་ལ་ན་ད་སོ་སོའི་ཁ་བ་ན་ཡོད་དུས་རྩམ་པ་སོ་སོས་སོ་སོ་གོ་བ་འགྲོ་བའི་ནི་ལས་ད་འདི་སྨན་ཁང་གི་དུ་བ་ཅི་ར་འདུལ་དུས་ཚོད་སོས་མགྱོགས་དུ་སོ་དགུ་དགུ་དུས་འཛམ་པ་ཡིན་ནི་རེད་ཡང་སོ་སོ་མོ། ནམ་རྒྱུན་མོ་དྲིན་ནར་ཕག་སུ་འགྲོ་དུས་ཡིན་ནི་ད་ག་དུས་སོ་སོ་དུས་ཚོད་རག་ཡིན་ནི་ད་འདི་བྱང་ཡས་འགྲོ་ཞུ་ད། སོ་སོ་དུས་ཚོད་འཕྲོ་བརླག་མ་འགྲོ་འགྲོ་བྱས་འདི་བྱང་གི་བྱང་གི་བྱང་གི་བྱས་འདི་སྙམ་དུ་འདི་ང་ལ་ག་རེ་ཡོད་རེད་ལ་ན། ཨ་འདྲེ་འགྲོ་ཁོ་ནོར་འགྲོ་ཞོད་རེད་འོ་འདི་གང་ཁྱེད་རང་ཡར་རྒྱས་ག་ཚོད་འགྲོ་འདུག་གས་ཅིག་ལྟ་ཡས་ཀྱི་འདི་བྱོས། འདི་ནི་ད་ད་གི་ངས་ད་ང་བྱང་ས་ཀྱི་དྲ་ཚིགས་ཨོག་ནི་ག་ལ་ས་འོ་འདི་ག་ལ་འོ་རེད། ད་ལྟ་ཀོ་ཏུ་ལ་ཨུ་དེ་ལ་སྔོན་མ་ང་དང་པོ་དང་པོ་ཉོ་དུས་ཙམ་ངས་སྒོར་མོ་ཉི་ཤུ་རྩ་དགུ་སུམ་ཅུ་སྤྲད་ཡོད་ད་ཡིན་ནའི་དེང་སང་དེ་གོང་ཁེ་བོ་གོང་དཔེ་ཁེ་བོ་ཆགས་བཞག་ཡོད་སྒོར་མོ་དགུ་དང་སེན་ལྡེམ་དགུ་བཅུ་དགུ་ད་སྒོར་མོ་བཅུ་མ་ཟིན་ཟེར་བཞག་ཡོད་ད་འདི་ད་ག་ལ་འོ་ངའི་བསམ་པ་ལ་ད་གོང་ཚད་དཔེ་ཆུན་ཅུ་དྲུག་རེད་བསམ་གོ་དུ་ཡོད་དེ་ལ་དཔག་པའི་ཡ་སོ་སོ་གི་མོ་འདྲེ་བྱང་གི་ད་ལྟ་ཀོ་ཏུ་ལ་ཨུ་དེ་དེའི་ག་ནས་སོ་སོ། ག་ལ་ཨི་ལི་མི་ཏི་ལ་ད། ཚད་གཞི་མེད་པའི་ཐོག་ནས་སོ་སོའི་ཡང་སྲིད་ཡང་སྲིད་བྱ་ཡན་གྱི་གོ་སྐབས་དང་མཉམ་དུ་ད་འདི་ད་གཉིས་བསམ་པ་ལ་གོང་ཚད་དཔེ་ཆུན་ཆུན་རེད་བསམ་གི་འདུག་ཡ་ནི་གལ་སྲིད་ཁྱེད་རང་འདི་བྱེད་ཀྱི་ཡིན་མིན་ན་ག་ལ་འོ་རེད། མྱུ་གུ་ཡིན་མིན་ན་ཨ་ནི་དགོང་མོ་དགུ་ད་སེམས་ཏིམ་དགུ་བཅུ་གོ་གུ་ད་དགོང་མོ་ཡུ་རོབ་དགོང་མོ་བཅུ་མ་སིན་སི་ལ་ར་ཨི་དུ་ལ་ཡིན་ར་ཨི་པེ་གོང་ཁྱེད་འོ་རེད་ཤ་ཨ་ནི་གོ་སྐབས་དང། ལྟ་ཡས་ཡོད་རེད་ཡོ་སོ་སོ་ཡར་རྒྱས་ག་འདྲས་འགྲོ་འདོད་འགྲོ་མི་འདོད་ལྟ་ཡས་ཅིག་ཡོད་རེད། ངོ་བོ་ཏིང་ཆེ་ཨན། འདི་དང་མཉམ་དུ་ལ་ག་རེ་ཡོད་རེད་ལ་ན། ད་དང་པོ་དང་པོ་འདུག་པ་ལ་ད་ང་ཚོས་ག་རེ་ད French འདི་ང་ཚོ་དབྱིན་ཇི་དང་མ་འདྲ་བ་ཡང་འདི་ནང་ལ་ཚིག་དག་ཚང་མ་ཁ་ཁ་པའི་མང་པོ་ཡོད་ར་འོ་དེ་བཞིན་སོ་སོ་ལ་དང་པོ་འདུག་པ་ལ་དཀའ་ངལ་ཁྲི་ཡི་རེ་ཡོད། ཚིག་གོ་མ་ཚོད་ཀྱི་མ་མགུ་ཅི་ལི་ཡི་ར་སོ་སོ་གྱི་འདི་འཇམ་པའི་བརྒྱུད་རིམ་ན་ལོག་ལ་ཡོད་ཨ་ནི་འདི་སོ་སོ་ཚང་མས་ཟུར་ལ་ཐོ་བརྒྱབ་ར་ཨ་ནི་སོ་སོ་ཡང་སེ་ཡང་སེ་དེ་འདྲའི་སྐར་མ་བཞི་བཅུ་བྱས་པ་དང་པོ་གོ་ཚོད་འདི་འཇམ་པ་ལ་སྐར་མ་བཞི་བཅུ་བཞི་བཅུ་བྱས་པ་ཉི་མ་གཅིག་ལ་ཐ་མ་གཅིག་གཅིག་གཅིག་བྱས་ར་ཨ་འདི་ནས་སོ་སོ་ཐ་མ་དང་པོ་དུ་བ་ལ་དྲི་བ་བཞི་བཅུ་ན་ནས་བཅུ་སི་དེ་འདྲའི་མ་དོ་འགྲིག་མ་རེད་བཅུ་བཅུ་གཅིག་སི་འདྲི་ཨ་ནི་གཞན་དག་ཚང་མ་ནོར་འགྱོག་འགྲོ་བ་ལི་ཡི་ར་ཡོད། ཨ་ཡིན་ནའི་ག་ལི་ག་ལི་བྱས་ལ་སོ་སོའི་ཡར་རྒྱས་འགྲོ་རུ་གདའ། ད་དེ་སོ་སོས་ཉི་མ་གཅིག་ལ་སོ་སོའི་སྦྱོང་བརྡར་བྱས་ལ་དུས་ཚོད་ག་ཚོད་བཏང་མ་བཏང་འགྲོ་འུ་དང་གཅིག་ཡོད་རེད་ད་སོ་སོས། འོ་དེ་འདྲས་འགྲོ་འུ་ཡོད་རེད་ཡ་ད་ཡིན་ནའི། ད་གལ་སྲིད་ཁྱེད་རང་ལ་དུས་ཚོད་ཡོད་བྱས་ཡ། ད་སོ་སོ་དུས་ཚོད་ཡོད་མགྱོགས་མི་དེ་འདྲས་ཡིན་མིན་ན་ཡང། སོ་སོ་མོ་རེ་སྦྱང་བསང་གི་སླབ་གྲ་གཅིག་ལ་འགྲོ་བྱས་ཕི་ཀའི་ཐོ་རྒྱབ་ཡིན་ན་ཨ་ནི་སོ་སོས། ད་ལྟ་ཕི་ཀའི་སླབ་གྲྭ་སྦྱང་ས་ཀྱི་སླབ་གྲྭ་རང་ལ་མོ་གྲྭ་སྦྱང་ས་ཀྱི་སླབ་གྲྭ་རང་ལ་ཐོ་རྒྱག་ཡོད་ན་ད་སོ་སོའི་ངོས་ནས་དངུལ་གྱི་སྤྲད་ཚར་དུས་ཙམ་པ་ཡང་སོ་སོའི་སེམས་པ་ན་ད་ང་འདི་ལ་ད་འགྲོ་དགོས་ཡོད་བསམ་སོ་སོ་ལ་ཏི་སི་ཏི་ཡོད་ར་ཁ་ལོ་རེད་སོ་སོ་ལ་འགན་འགྲོ་ར་ཅིག་ཡོད་ར་ད་སོ་སོའི་སེམས་པའི་ན་ལ་བྱས་ཙང་འོ་དི་ཏི་སི་ཡང་ཁྱད་པར་ཡོད་རེད་བསམ་གི་འདུག་ཡ་ད་གལ་སྲིད་ཁྱེད་རང་ལ་ཡང་སོ་སོའི་སྤུ་གུའི་ཨ་མ་དེ་འདྲ་ཡིན་ཆ་བཞག་ཨ་ནི་སོ་སོ་ལ་ཡང་ཕི་ཀའི་མོ་གྲྭ་སྦྱང་ས་ཀྱི་སླབ་གྲྭ་རང་ལ་འགྲོ་ཡ་གི་དུས་ཚོད་མེད་པ་ཡིན་ན་ཨ་ནི་སོ་སོའི་ལག་ཏོག་ཁ་བ་ན་ནས་ད་ལྟ་བཀོད་འདུག་ལག་འོད་དེ་འཇང་ཡས་ཀྱི་ཐབས་ཤེས་དེ་འདྲ་ཡོད་རེད་ལ་ཡིན་ལ། ཨཱ་ནི་དེ་ནས་དེ་རྗེས་ལ་ད། ད་ཁྱེད་རང་སོ་སོ་སོ་ང་འདྲ་བོ་ནང་ལ་འཇང་ཡས་དེ་འདྲ་ཡིན་མིན་ན། ཨཱ་ཁྱེད་རང་ཕི་གེ་ལ་ད་ལྟ་ད་སོ་སོས་གནས་རྫས་འདྲ་བོ་ཞིག་གླེང་ཡིན་ར་ད་དྲི་བ་བཞི་བཅུ་ནས་དྲི་བ་སུམ་ཅུ་སོ་ལྔ་སོ་དྲུག་ད་དེ་ཡང་གལ་ཆེ་ཁྱེད་རང་ལ་ད་དེ་འདྲ་འདྲུ་ལོན་གི་འདུག་ན་ཡོད་ཨ་ནི། ད་སོ་སོའི་བསམ་པའི་ནང་གླེགས་ར་ད་ང་ད་ཡིག་རྩེད་བཏང་ན་ང་ལ་འཕྲོད་ས་རེད་བསམ་བསམ་གི། དེ་སོ་སོའི་སེམས་པའི་ནང་གདེང་ཚོད་ཅིག་གླེགས་ར་ད་དེ། འོ་དེ་འདྲ་ཞིག་གླེགས་དུས་བསམ་པ་ད་བྱུང་ན་ད་ཁྱེད་རང་གི་དངོས་ནས་ཡོད་ད་ད། ཨང་གྲངས་ཅིག་ཞུ་རེད་ད་ཨང་གྲངས་དེ་ཡིག་རྩེད་བཏང་ག་དུས་དུས་ངེས་པར་དུ་དགོས་ཡ་གི་ཨང་གྲངས་ཅིག་རེད་ཡ། དེ་ན་ཨང་གྲངས་དེ་ག་ནས་ཞུ་རེད་ན Prefecture ནས་ཞུ་གི་རེད། ཨ་ནི། ད་སོ་སོ་སྒེར་གྱིས་སོ་སོ་དེ་འདྲས་ཡིག་རྩེད་བཏང་གི་ཡོད་ཡིན་ན་དེ་བྱས་པར་ཁར་ས། ཨང་གྲངས་འདི་སོ་སོས་བཞུགས་རེ་ཡོད Prefecture ལ་བཞུགས་རེ་ཡིན་ན་དེའི་ཞུ་སྟངས་ཚང་མ་ལོ་ད་ལྟ་ངའི་ལས་ཀྱི་ད་ལྟ་ཨོག་ནི་ཀར་ག་ནས་ག་འདྲས་བཞུགས་ཡོད་མེད་ཨ་ནི་སོ་སོས་པར་རེ་དང་ཚང་མ་ཡིག་ཆ་ཚང་མ་ཡག་ག་འདྲས་བཏང་གི་ཡོད་མེད་ཚང་མ་དེའི་ག་ནས་ལབ་གི་རེ་ཡོད་ད་ལྟ་ཁོང་ཚོ་གི་དྲ་ཚིགས་དེའི་ག་ནས་དེའི་ག་ནས་ལབ་གི་རེ་དེའི་སེམས་ཁྲལ་བཅས་ཡོང་རེ་ཡོད་ད་གལ་སྲིད་ཁྱེད་རང་མོ་འདྲ་བྱང་ས་གི་བླ་བྲ་ཅིག་ལ་ཐོ་རྒྱབ་མགྱོགས་ཡིན་ན་ད་ལྟ་ཨང་སྒྲ་འདི་ཁོ་ཚོས་མོ་འདྲ་བྱང་ས་རག་ནས་ཁྱེད་རང་ལ་ཡང་ཞུ་རོགས་བྱེད་འདི་ག་ལ་སོ་སོས་འདི་བྱས་གོ་མ་རག་ག་ལ་འོ་རེད་སོ་སོའི་ངོ་ནས་བྱེད་དགོས་གལ་ཡོད་མ་རག་ད་པར་རྒྱལ་བའི་སྐྲའི་འབྲུག་དང་འདྲེས་མ་འདུག་ད་ཡིན་ནའི་ང་འདྲ་བོ་སོ་སོས་སོ་སོ་སྦྱང་རྗེས་སོ་སོས་སོ་སོ་ཡིག་རྩིས་བཏང་ཡས་ཡིན་ན་ད་ལྟ་ཨང་སྒྲ་འདི་ངེས་པར་དུ་ཡིག་རྩིས་མ་བཏང་གི་སྔོན་ལ་ཞུ་དགོས་ཀྱི་ཡོད་རེད་དེ་ནུས་མེད་ཧོ་དུ NPH ལ་ཡོད་རེད་ཡའོ་དེའི Prefecture ལ་ཞུས། ཨ་ནི་འདིའི་རྗེས་ལ་ད་ཁྱེད་རང་གར་ཆས་བོར་ལབ་ན་ད་དེང་སང་ངོ་མ་དང་མ་འདྲ་བའི་དཔེ་བཏབ་བདེ་བོ་ཡོད་རེད་ཨ་ནི་སོ་སོ་གིས་ད་འདི་དེ་ཡིག་རྫས་འདི་ལབ་བོས་གུས་རྗེས་བཏང་ན་འགྲིག་ཡོད་རེད་ཡ་ང་ཚོ་དེ་ལ་ལབ་བོས་གུས་རྗེས་སོ་སོ་གིས་ཡིག་རྫས་འདི་བཏང་ཡོད་རེད་ཨ་ནི་སོ་སོས། ད་ཡིག་རྩལ་གྱི་ཚེ་འབྲང་དང། ད་སོ་སོའི་ཉི་མ་དང་ཅི་ཡོད་ར་ད་ཚང་མ་ལོ་སོ་སོ་ཡི་འདོད་བློ་དང་མཐུན་པའི་གྱི་སོ་སོའི་འགྲམ་ཡས་ཡོད་རེད་ཨེ་འོ་འདི་ན་སོ་སོའི་མིང་སྐད་ལོ་སྐད་རྩེ་ཨ་ནི་འདི་གས་ཚང་མ་གྱང་གི་ར་ཨེ་འོ་འདི་དོན་ཁོང་ཚོས་ད་ད Prefecture ནས་ད་ད་ཁྱེད་རང་གྱི་གཞུས་འགྱོག་གྱི་ཨང་གྲགས་འདི་ཕིན་ན་བླུག་ར་ད་འོ་འདི་འདྲས་བྱས་ཨ་ནི་ཡིག་རྩལ་བཏང་ལ་འདི་སྒོར་མོ་སུམ་ཅུ་རེད་སུམ་ཅུ་ཡིན་བསམ་སྲིད་ར། སྒོར་མོ་སུམ་ཅུ་བྱས་ནི། ཡིག་གཟེར་པི་ཡའི་རྟ་འགག་འབྲུ་དོན་སོ་སོ། རྔམ་སྒྲ་ལང་དགོས་ཡ་མེད་པ། ནམ་རྒྱུན་སོ་སོས་ག་འདྲའི་ནང་ལ་སྦྱོང་བརྡར་བྱེད་ཡོད་ཡ། འོ་དེ་འདྲའི་རང་འདྲ་བོ་འདྲ་བོ་ལོན་ད་གཅིག་པུ་གཅིག་ཀྱང་རེ་བྱ། ག་ལ་ན། ཕི་ཀེ་ལ། ཁང་པ་གཅིག་ནང་ལ་མི་སྐྱེ་དགུ་སུ་འདྲེ་ཨིན་སོ་སོ་སུ་སྐུ་རྒྱ། དང་ཅོག་ཙེ་སོ་སོ་སུ་ལོག་ག་བསྡད་ཨིན་སོ་སོས་སོ་སོ་ལ་གོའི་ཨམ་ཅོག་གང་ལ་གོན་ཡ་ཅིག་དྲིས་ཡོད་དུ་ཡ་འོ་དེ་དང་མཉམ་དུ་ལ་ཨིན་ཏེབ་ལེ་ཅི་ནང་ལ་སོ་སོ་ནང་ལ་ག་འདྲའི། བྱ་མི་ཡོད་གཅིག་པུ་གཅིག་ཀྱང་བྱ། འོ་དེ་རྗེས་འོ་ད་གེ་དཔེ་བཏབ་བདེ་བོ་འདུག་ར། འོ་དེ་འདྲས་རེད་ད་གལ་སྲིད། ད་ཁྱེད་རང། ད། འདི་ད་ག་ལ་བར་ད་ངས་འདི་བརྗེད་ལ་ག་ལ་ཡིན་ན། ཡིག་རྩེད་སྟངས་ཀ་མ་འགྲོ་གི་སྔོན་ལ་ར་ནི་གཙོ་བོ་གལ་ཆེ་ཤོས་སོ་སོའི་སྦྱོང་བརྡར་དེ་ཡང་སེ་ཡང་སེ་བྱེད་སྟབས་ནམ་རྒྱུན་དཔེ་ཆ་བྱ་ན་ཉི་མ་གཅིག་ལ་སྐར་མ་བཞི་བཅུ་བྱེད་པ་ཐ་མ་གཅིག་དེ་འདྲས་བྱེད་ཀྱི་ཡོད་ན་ད་ཡིག་རྩེད་སྟངས་ཀ་མ་འགྲོ་སོ་ཉི་མ་ད། གསུམ་བཞིས་སྔོན་ལ་ཡོད་ཨ་ནི་སོ་སོ། ཁ་ལོག་རེད། ཉི་མ་གཅིག་ལ་ཐ་མ་ནམ་རྒྱུན་གཅིག་བྱས་ཡོད་ན་འདིའི་ཚབ་ལ་གཉིས་གསུམ་དེ་འདྲ་ཡང་སྲིད་ཡང་སྲིད་སྦྱོང་བརྡར་བྱས་བྱོས་ར་འོ་དེ་གང་ངམ་མ་བྱས་ན་ཡག་པོ་འདུག་བསམ་གོ་འདུག་ར། ཨ་ནི་ང་སྔོན་མ་པད་མ་བུ་བྱས་འོ་དེ། ནམ་རྒྱུན་ད་བྱས་ཡོད་ར་ད་ཡིན་ནའི་ཡིན་ཟེར་ད་ང་མ་འགྲོ་སྔོན་ལ་ད་ད་སོ་སོ་ཡང་སྲིད་ཡང་སྲིད་བྱས་བྱོས་ར་འོ་དེ་གས་ཕན་ཡག་པོ་ཐོབ་གོ་འདུག་བསམ་གོ་འདུག་ར། དྲི་བ་འདི་ཚོ་ཡིན་མི་ཡིན་ནི་ལས། སོ་སོའི་ནམ་རྒྱུན་སྦྱངས་བསྡད་ཀྱི་དྲི་བ་གཅིག་ཡོད་ར་འོ་དེ་གཅིག་པུ་གཅིག་ཉན་དང་གླེང་མ་རེད་ནི་འདི་འདྲ་བོ་འདྲ་བོ་ཡ། འདྲ་བྱས་ཨ་ནི་གལ་སྲིད་སོ་སོས་དངོས་ནས་སོ་སོ་འདྲ་འདྲི་ཡག་པོ་བྱས་ཤ་ཡིན་ན་ཨ་ནི་ཡིན་ཡིན་ཟེར་གཏམ་དཔེ་ཡིན་ག་འདི་སོ་སོ་ལ་དཀའ་ཉེ་ཨེ་འདྲེ། ད་དྲི་བ་གཅིག་གཉིས་སྟ་སོ་སོ་ལྟ་འདི་ལན་འདི་ཏག་ཏག་ཡིན་ནམ་མེད་ན་བསམ་སོ་སོ་ལ་ཐེ་ཚོམ་སྐྱེ་གི་རེད་མ་གཏོགས་ཤིན་མང་ཆད་ཀྱི་དྲི་བའི་ལན་འདི་ལྟ་སོ་སོ་བརྒྱ་ཆ་བརྒྱ་ནས་བརྒྱ་འགྲིག་སོང་བསམ་ས་སོ་སོ་ཀྱི་སེམས་པའི་ནར་གདེང་ཚོད་དེ་གླེགས་ཀྱི་རེད་ཡ། འོན་ཏེ་ཇི་ལྟ་ཁྱེད་རང་མོ་འབྲི་བྱ་ཡས་ཀྱི་འགྲོ་སོང་ལ་འོ་ར་ད་འགྲོ་སོང་འདིའི་སྐོར་བཤད་པ་ཡིན་ན་ཅི་ན་ད་དེང་སང་ཁོང་ཚོའི་མོ་འབྲི་བྱང་ས་ཀྱི་སླབ་གྲ་ལ་འོ་ད་འོ་ཏོ་ཡི་སྐོར་ཁོང་ཚོ་ཚང་མ་ཕར་སུ་ག་ས་ག་ལ་ཡོད་དུས་ཙམ་པ་ཁོང་ཚོ་ནང་ཁུལ་ལ་ད་འགྲན་སྡུར་གྱི་ཚུལ་བྱེད་ད་ཅི་ད་གོང་ཚད་ཡིན་ནའི་འདྲ་མ་འདྲ་ཡོད་ར་ད་ད་སྤྱི་བཏང་གི་ཆ་ཡོམ་གྱི་དགོང་ཚ་དེ་སྒོར་མོ་གཅིག་སྟོང་ཡུ་རོབ་གཅིག་སྟོང་ཉིས་བརྒྱ་དེ་འདྲས་རེད་བཤད་ཡོད་གཅིག་སྟོང་ཉིས་བརྒྱ་དེ་འདྲས་བྱས་ད་དེའི་ནང་ལོགས་ལ་ཁར་གལ་སྲིད་ཁྱེད་རང་མོ་དྲ་བྱང་ས་གི་སླབ་གྲ་གཅིག་ལ་ཐོ་བརྒྱབ་ཡིན་ན་སྒོར་མོ་གཅིག་སྟོང་ཉིས་བརྒྱ་བྱས་ར་ཨ་ནི་དེའི་ནང་ལོགས་ལ་ཁར་ཚུད་དེ་ཡོད་ན་ན་ཁྱེད་རང་གི་ད་ལྟ་ཡིག་རྩེག་དང་པོ་བཏང་ཡས་བཀོད་འདུག་ལ་སྒུག་བདེ་བྱས་ཨ་ནི་དེ་མཉམ་དུ་ཁྱེད་རང་མོ་དྲ་བཏང་ཡས་ཆུ་ཚོད་ཉི་ཤུ་ཚུད་དེ་ཡོད་ར་སྒུག་བདེ་བྱས་ད་གལ་སྲིད་ཁྱེད་རང་ཁ་ལོ་རེད་ཡིག་རྩེག་དང་པོ་དེ་ཁྱེད་རང་མ་འཕྲོད་ཡིན་ན་ཡིག་རྩེག་གཉིས་པ་དེ་བཏང་ཡོད་ལ། འདི་ཁ་ལོ་རེད་སོ་སོ་ཡི་འགྲོ་སོང་དེ་སོ་སོའི་འབའ་གུ་རང་ནས་བཏང་འོར་ཡོད་དེ་ཁོང་ཚོས་མ་འགྲོ་ཆགས་ས་བསླབ་གྲྭ་ནས་བཏང་མ་རེད་ད་ག་ནང་བཞིན་ང་འདྲ་བོ་སོ་སོ་སྒེར་གྱི་ངོས་ནས་སོ་སོ་སོ་སོ་སྦྱང་རྗེས་བཏང་གི་ཡོད་ན། ཡིག་རྩེག་རྗེས་ཀྱི་ཡིག་རྩེག་ད་དང་པོ་དེ་མ་འཕྲོད་རྗེས་ད་གཉིས་པ་དེ་ཡང་བསྐྱར་བཏང་དགོས་ཡིན་རེད་ཆགས་པ་ཡིན་ན་ནི་ཡིན་དགོང་མོ་སུམ་ཅུ་དེ་ཡང་ནས་ཡང་བསྐྱར་སོ་སོའི་འབའ་གུ་ནང་ནས་བཏང་འོར་ཡོད། ད་ངས་ག་ལ་ལ་ཡིན་འཕྲོས་སོ་ལབ་ན། ད་གལ་སྲིད་ཁྱེད་རང་ཡིག་རྫས་དང་པོ་འདི་མ་འཕྲོས་ན། ཨ་ནི། ད་དེ་ལ་སོ་སོས་བལྟ་ཡ་རེད་པ་གལ་སྲིད་སོ་སོས། ད་དྲི་བ་བཞི་བཅུ་ནང་ནས་དྲི་བ་གསུམ་སོ་ལྔ་ལོན་དགོས་རེད་ཡ། ཨ་གལ་སྲིད་སུམ་བཅུ་སོ་ལྔ་ནས་ད་ཁྱེད་རང་སུམ་བཅུ་སོ་བཞི་སོ་གསུམ་དེ་འདྲ་ཡིན་མིན་ན་ཁྱེད་རང་བདུན་ཕྲག་གཅིག་བཞག་ར་བདུན་ཕྲག་གཅིག་ཟིན་ན་ཡང་སྲིད་ཡང་སྲིད་སོ་སོས་ཡང་བསྐྱར་སྒོ་ནས་སྦྱོང་བརྡར་བྱེད་ཨ་ནི།

ངོ་འདི་བྱས་ད་ཉེ། འདི་དངུལ་འདི་ལབ་ཚར་ས་ད་གྱིས་སི་ཡང། ཁྱེད་རང་སྔོན་མ་ནས་ལས་ཀ་བྱེད་ད་ད་མདའ་མོ་ཀྲི་ཅང་ཡན་གྱི་འགྲོ་སོང་འདིའི་སྐོར་ལ་གོ་ནས་ད། གྱིས་སི། ཁྱེད་རང་སྔོན་མ་ནས་ལས་ཀ་བྱས་ར་ད་ལས་ཀ་དཀའ་བོ་ལབ་ཡོད་ད་ལས་ཀ་དཀའ་བོ་བྱས་ད། ཧབ་དེ་ད་སོ་སོ་མོ་ཀྲི་ཅང་ཡན་གྱི། འདི་ཡོད་བི་ན་འདོད་པ་ཡོད་བི་ན་གྱིས་སི་ཁྱེད་རང་སྔོན་མ་ལས་ཀ་བྱས། བྱས་ན་ད་འདོད་མུ་མཐུད་ནས་བྱེད། བྱས་ཉེས་དེ་འདྲ་ཡིན་མིན་ན་ད་ལྟ་སོ་སོས་ཀྱིས་ཀོན་སི་པི་ཨེཕ་ལགས་ར་ལྟ་འདི་ལ་ལོ་རེ་ལ་ཞུགས་ནས་སོ་སོས་ཀྱིས་དེའི་ནང་ལ་དངུལ་བླུག་ཡས་ཞུ་དོ་དེའི་དངུལ་དེ་ཀས་ཀྱང་སོ་སོ་མོ་འདྲེ་བྱ་ཡས་ལ་བུ་ཆོས་བྱས་ན་འདྲི་གི་རེད་ལ་ཡིན་ར། ཨ་ནི་འདི་ད་མཉམ་དུ་ཡང་གལ་སྲིད་ཁྱེད་རང་ལས་ཀ་ད་ལྟ་ལས་ཀ་ཚེ་ས་ཀྱི་ལས་ཁུངས་ད་ལྟ། ང་ཚོ་པོ་ལོ་འབོ་ལགས་ར་པོ་ལོ་འབོ་ལ་ཐོ་རྒྱབ་འཇོག་དེ་འདྲ་ཡིན་མིན་ན་ཡང། ཁོ་ཚོས་ཁྱེད་རང་ལ་ཁ་རེ་ལ་བོར་ད། དཔལ་འབྱོར་གྱི་ཐོག་ནས་རོགས་པ་བྱེད་རེ་ཡ། དཔལ་འབྱོར་གྱི་ཐོག་ནས་ཁྱེད་རང་གི་མོ་འདྲེ་ད་སོ་སོའི་དགོས་མཁོ་ལ་དཔག་པའི་ཡོ་ད་སོ་སོ་ལས་ཀ་ཐག་རིང་པོ་དང་འབྲེལ་འདུག་ང་ངེས་པར་དུ་ད་མོ་འདྲེ་གྱི་ལག་འཁྱེར་འདི་སྤྱད་འོ་དུ་འགྲོ་བསམ་ན་ཡོ་ཨ་ནི་ཡང་ཁོ་ཚོ་ལ་ཁྱེད་རང་སྐད་ཅིག་འདྲི་བས་ན། ཁོ་ཚོས་ཁྱེད་རང་ལ་དངུལ་དཔལ་འབྱོར་གྱི་ཐོག་ནས་རོགས་པ་བྱེད་རེ་ཡོ་ཨ་ནི་འོ་འདི་བྱེད་ར། ཨན་ད་ཉེ་ད་འདི་ཏིས་རིང་པོ་འགྲོ་གི་ཆགས་ཡོད་ཟེར་ཡོད་ཨ། ཨན་ད་ཉེ་སྡེ་ཚན་དང་པོ་འདི་ན་འོ་འདི་འདྲས་འགྲོ་གི་ཅིག་མགྱོགས་པོ་མགྱོགས་པོ་ལབ་ཨན་སྡེ་ཚན་གཉིས་པ་འདི་ན་ལ་ཡང་ཨ། ད་མོ་ཏྲ་ཏང་ཡན་གྱི་ལ་ཁྱེར་ད་འདི་འདྲས་སྐོར་ལ་ཏིས་ལབ་ར། ཨན་སྡེ་ཚན་དང་པོ་འདི་ན་ད་གཙོ་གལ་སྲིད་ཁྱེད་རང་ལ་དུས་ཚོད་ཡོད་སོ་སོ་ཁ་རས་མོ་ཏྲ་ཅང་ས་གི་ལབ་ཏྲ་རང་ཅིག་ལ་ཐོ་རྒྱབ་ཅིག་གལ་སྲིད་འདི་འདྲས་འགྲོ་བ་ཡིན་ན་འདི་འདྲས་ཀྱི་འགྲོ་ཡ་གི་ཐབས་ལམ་ཅིག་ཡོད་རེད་ཟེར་ར་ཨན་གལ་སྲིད་ང་འགྲོ་ཡང་སོ་སོ། སྤུ་གུ་སྟག་པའི་མདངས་ཡང་དེ་སོ་སོ་ལ་དུས་ཚོད་ཧ་ལམ་མེད་འདི་འདྲ་འདི་འདྲ་ཡིན་མིན་ན་ཡང་ཨ་ནི་ང་འདྲ་བ་སོ་སོ་གི་ཁ་པར་ནང་ལ་ཉོས་རྗེས་ཁ་པར་སོ་སོ་དུས་ཚོད་རག་མིན་ནས་འདི་ཡང་ཟེར་ཡང་ཟེར་བྱ་ཡན་གྱི་ཐབས་ལམ་ཅིག་ཡོད་རེད་ད་དེ་ཚན་དང་པོ་ནས་འདི་འདྲ་འགྲོ་ལ་ཤག་རོ། ཡང་རིང་པོ་རིང་པོ་ཆགས་མི་ལྟ་ཡ་ཉོག་པོ་དང་འོ་དེ་དེ་འདྲའི་རེའུ་ཆེ་ར་ཨ་ནི་ངས་སྡེ་ཚན་གཉིས་པ་འདི་ནང་ལ་ད་གི་ལབ་ན་ཞེས་ནི་མོ་འབྲི་སྟངས་ཡ་དེ་ག་འདྲའི་ཆེ་བོ་རེད་ཨ་ནི་ད་ལྟ་ཡིག་རྩེ་མོ་འབྲི་སྟངས་འགའ་འབྲི་དུས་སེམས་པ་གི་སུ་སེམས་པས་སེམས་པའི་ནང་ལ་ད་ག་རེ་འདྲ་འདྲི་ག་འདྲའི་འབྲེའུ་ཆེ་བོ་རེད་ག་རེ་ལ་དོ་སྣང་ཆེ་བོ་རེད་ལས་བྱེད་རོ་དེ་སྡེ་ཚན་གཉིས་པ་འདི་ནང་ལ་ཡིན་ར་ཨ་ནི་ད་སྡེ་ཚན་དང་པོ་འདི་ནང་ད་ག་རང་ཡིན་རྣམ་པ་ལྷན་རྒྱས་རེ་བ་ལ་ཉིན་ཐོ་འདི་གོ་ནས་བཅོས་དགོས་དུ་སི་བེ་ར་ཡོད་ཡ། ད་ག་རང་ཡིན་ད་ངས་དེ་ཚན་གཉིས་པ་དེ་ད་ད་རང་བཟོས་ཨ་ནི་ཡིན་བྱས་ཏེ་བླུག་བཞག་འོ་ར་ད་ག་རང་ཡིན་ཐུགས་ཆེ་ན་དེ་ཚན་གཉིས་པ་དེ་མུ་མཐུད་ནས་བཟི་རོ་ན་གལ་སྲིད་ངའི་བརྙན་ཐུང་འདིའི་དོར་ཡང་ཚོགས་ཞུགས་གནང་མེད་པས་ན Subscribe བྱས་དྲན་པ་མ་བྱེད་རོ་ན་ཞོལ་ཡིན་ཐུགས་ཆེ་ན།